ལྷན་རྒྱས་རྣམ་པ་ཚང་མ་ལ་འཚམས་འདྲི་བཀྲ་བསྟི་ལེགས། དེ་རིང་ཉིན་ལ་བོད་ལ་དཔལ་སྤྲུལ་རྣམ་པའི་གསུང་དུས་ཤུ་ལོ་ཀ་བརྒྱ་དང་བཞི་བཅུ་ཞེ་བདུན་ནས་བརྒྱ་དང་དྲུག་ཅུ་རེ་གཅིག་བར་དང་ཤེས་རིག་དཔར་ཁང་ལ་དཔལ་སྤྲུལ་རྣམ་པའི་གསུང་དུས་བརྒྱ་དང།

ཚ་ལོ། འཕགས་པ། ནགས་ན། གནས་པ་ལ། ཕྱག་འཚལ་ལོ། འཕགས་པ། མི་ཕམ་པ་ལ། ཕྱག་འཚལ་ལོ། འཕགས་པ། ལམ་ཕྲན་ལ། ཕྱག་འཚལ་ལོ། དེ་དག་ལ། སོགས་ཏེ། འཕགས་པ། ཉན་ཐོས་སྒྲ། རྩོམ་པའི་ཚོགས། མ་ལུས་པ། ཐམས་ཅད་ལ་ཕྱག་འཚལ་ལོ། རིག་པའི་ལྷ་མོ་མཚན་མོ་རྡོ་རྗེ་དབྱིངས་ཕྱུག་མ་ལ་ཕྱག་འཚལ་ལོ། རིག་པའི་ལྷ་མོ་མཚན་མོ་བཙུན་ལྡན་མ་ལ་ཕྱག་འཚལ་ལོ། རིག་པའི་ལྷ་མོ་ཆེན་པོ་ནག་མོ་ལ་ཕྱག་འཚལ་ལོ། རིག་པའི་ལྷ་མོ་ཆེན་མོ་རིག་སྔགས་ཀྱི་སྐྱིལ་མོ་ཅན་ལུང་ནས་རྒྱལ་མོ་རྨ་བྱ་ཆེན་མོ་ལ་ཕྱག་འཚལ་ལོ། རིག་པའི་ལྷ་མོ་ཆེན་མོ་སོ་སོར་གྲངས་མ། མཚན་མོ་ལ། ཕྱག། འཚལ་ལོ། རིག་པའི་ལྷ་མོ། མཚན་མོ། དེ་བཞིན། གཤེགས་པའི་གཙུག་ཏོར་ནས། ནས་མ་ཚིག་ལོང་ནས་བྱུང་བའི་ཐུགས། ཐུགས་མ་ཚིག་ལོང་ནས། དཀར་པོ། བཙན། བཙན་མ་ཚིག་ལོང་ནས། བཞིན་གྱིས། མི་ཐུབ། མ། མ་མ་ཚིག་ལོང་ནས། ཕྱིར། ཕྱིར་མ་ཚིག་ལོང་ནས། ལྡོག་པ། མཚན་མོ། ལ། ཕྱག་འཚལ་ལོ། ཡུམ། ཡུམ་མོ་ཚིག་ལོང་ནི། མཚན་མོ་སྦྱིན་པའི་ཕ་རོལ་ཏུ། ཏུ་མོ་ཚིག་ལོང་ནི། ཕྱི་མ་ལ། ཕྱག་འཚལ་ལོ། ཡུམ། མཚན་མོ་ཆུལ་སྤྲིན་གྱི་ཕ་རོལ། དུ། ཕྱི་མ་ལ། ཆག། ཚ་ལོ། ཡུམ། ཡུམ་མོ་ཚིག་ལོངས་ནས། མཚན་མོ། སོས་པའི། ཕག་རོལ་དུ། ཕྱི་མ་ལ། ཆག། ཚ་ལོ། ཡུམ། ཡུམ་མོ་ཚིག་ལོངས་ནས་མཚན་མོ། བརྩོན་འགྲུས། ཀྱིས། ཕག་རོལ་དུ། ཕྱི་མ་ལ། ཆག། ཚ་ལོ། ཡུམ། མཚན་མོ་བསམ་གཏན་གྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ཡུམ། ཡུམ་མ་ཟིན་ལོང་ནི་མཚན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ཡུམ། མཚན་མོ་ཐབས་ཀྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ཡུམ། མཚན་མོ། སྟོབས་ཀྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ཡུམ། མཚན་མོ། སྨོན་ལམ་གྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ཡུམ། མཚན་མོ། ཡེ་ཤེས་ཀྱི་ཕ་རོལ་ཏུ་ཕྱིན་མ་ལ། ཕྱག་འཚལ་ལོ། ཡུམ་མཚན་མོ་རྡོ་རྗེ་སེམས་མ་ལ། ཕྱག་འཚལ་ལོ། ཡུམ་མཚན་མོ་ཆོས་ཀྱི་རྡོ་རྗེ་མ་ལ། ཕྱག་འཚལ་ལོ། ཡུམ་མཚན་མོ་རིན་ཆེན་རྡོ་རྗེ་མ་ལ། ཕྱག་འཚལ་ལོ། ཡུམ་མཚན་མོ་པདྨ་རྡོ་རྗེ་མ་ལ། ཕྱག་འཚལ་ལོ། ཡུམ་ཆེན་མོ་ལས་ཀྱི་རྡོ་རྗེ་མ་ལ། ཕྱག་འཚལ་ལོ། ཡུམ་ཆེན་མོ་ནམ་མཁའི་སྤྱན་མ་ལ། ཕྱག་འཚལ་ལོ། ཡུམ་ཆེན་མོ་སངས་རྒྱས་སྤྱན་མ་ལ། ཆགས། ཚ་ལོ། ཡུམ། མཚན་མོ། མ་མ། ཀི། ལ། ཆགས། ཚ་ལོ། ཡུམ། མཚན་མོ། གོས། ཁོལ་མོ་རྩིས་ལོང་ནོ། དཀར་མོ། ལ། ཆགས། ཚ་ལོ། ཡུམ། མཚན་མོ། སྒྲོལ་མ། ལ། ཆགས། ཚ་ལོ། རིག་སྔགས་ཀྱི་རྒྱལ་མོ་ཁྲོ་གཉེར་བཙན་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་དྲག་ལྡན་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་དཔལ་ལྡན་ལྷ་མོ་མཚན་མོ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ། དཀར་མོ། མཚན་མོ། ལ། ཕྱག། ཚ་ལོ། རིག་སྔགས། ཀྱི། ལྷ་མོ། དཀར་ཤམ། མོ། ལ། ཕྱག། ཚ་ལོ། རིག་སྔགས། ཀྱི། ལྷ་མོ། རྡོ་རྗེ། རྩ་རྒྱུད། མ། ལ། ཕྱག། ཚ་ལོ། རིག་སྔགས། ཀྱིས་ལྷ་མོ་རྡོ་རྗེ་ཁུ་བྱུར་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱིས་ལྷ་མོ་རྡོ་རྗེ་མཆོག་སྤྲོ་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱིས་ལྷ་མོ་རྡོ་རྗེ་ལུས་ཀུན་གུ་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་རྡོ་རྗེ་དགའ་བ་མོ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་རྡོ་རྗེ་སྒེག་མོ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་རྡོ་རྗེ་ཕྲེང་བ་མོ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་བདུད་རྩི་བླུགས་མ་ལ། ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་བདུད་རྩི་བསྒྲུབ་པ་མ་ལ། ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་རྡོ་རྗེ་གར་མཁན་མ་ལ། ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་བདུད་རྩི་བདུག་པ་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་བདུད་རྩི་མེ་ཏོག་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་བདུད་རྩི་མར་མེ་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་རྡོ་རྗེ་དྲི་ཟབ་མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་མཚན་མོ་འོད་ཟེར་ཅན་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་མཚན་མོ་རྡོ་རྗེ་སྒྲ་དབྱངས་ཅན་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་རྡོ་རྗེ་གངྒཱ། མ་ལ་ཕྱག་འཚལ་ལོ། རིག་སྔགས་ཀྱི་ལྷ་མོ་མཚན་མོ་ཡ་ཡུན་མ་ལ་ཕྱག་འཚལ་ལོ། དེ་དག་ལ་སོགས་ཏེ་རིག་སྔགས་ཀྱི་ལྷ་མོ་མཚན་མོའི་ཚོགས། མ་ལུས་པ་ཐམས་ཅད་ལ་ཕྱག། ཚ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་ཁམས་གསུམ་རྣམ་པར་རྒྱལ་བ་ལ། ཕྱག། ཚ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་མི་ཡུལ་མགོན་ལ། ཕྱག། ཚ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་གཤིན་རྗེ་གཤེད་ལ། ཕྱག།

ཁྲོ་བོ་རྒྱལ་པོ་ཆེན་པོ་ཉི་མ་མེ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་ཁྲོ་རྟ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་གནོད་མཛེས་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་ཁྲོ་བདུད་ཀྱི་རྒྱལ་པོ་ལ་ཕྱག་འཚལ་ལོ། ཁྲོ་བོའི་རྒྱལ་པོ་ཆེན་པོ་ཁྲོས་པའི་རྒྱལ་པོ་ལ་ཕྱག་འཚལ་ལོ། ཁྲོ་བོའི་རྒྱལ་པོ་རབ་ཏུ་སྒྲུབ་པ་ལ་ཕྱག་འཚལ་ལོ། ཁྲོ་བོའི་རྒྱལ་པོ་བདུད་རྩི་འཐབ་སྦྱོར་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཏྲ་པིཏྟ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་གཏུམ་པོ་ཆེན་པོ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་སྟོབས་པོ་ཆེ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་དཔལ་ལྡན་གཞན་གྱི་མི་ཐུབ་པ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་རྡོ་རྗེ་རྣམ་པར་འཇོམས་པ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་རྡོ་རྗེ་ཡངས་པ་ལ་ཕྱག་འཚལ་ལོ། ཁྲོ་བོ་རྒྱལ་པོ་ཆེན་པོ་རྡོ་རྗེ་བྱེད་པ། ཀེ་ལེ། ཀི་ལ། ཡ་ལ། ཆག། ཚ་ལོ། ཁྲོ་བོ། རྒྱལ་པོ། ཚེམ་བུ། སྙིང་པོ། མཆོག་ལ། ཆག། ཚ་ལོ། ཁྲོ་བོ། རྒྱལ་པོ། ཚེམ་བུ། རྡོ་རྗེ། ཕུར་བུ། ལ། ཆག། ཚ་ལོ། ཁྲོ་བོ། རྒྱལ་པོ། ཚེམ་བུ། རྡོ་རྗེ། བུ་རྫུན། ལ། ཆག། ཚ་ལོ། ཁྲོ་བོ། རྒྱལ་པོ། ཆེན་པོ། རྡོ་རྗེ། ཐོ་བ། ལ། ཆགས། ཚ་ལོ། ཁྲོ་བོ། རྒྱལ་པོ། ཆེན་པོ། རྡོ་རྗེ། ཁ་ཆུར། ལ། ཆགས། ཚ་ལོ། ཁྲོ་བོ། རྒྱལ་པོ། ཆེན་པོ། རྡོ་རྗེ། བསྒོམ་པ། རྡོར་ལ། ཆགས། ཚ་ལོ། དེ་དག་ལ།

ཐམས་ཅད་སེལ་མ་ལ། ཕྱག་འཚལ་ལོ་ཁྲོ་མོ་གདུལ་དཀའ་མ་ལ། ཕྱག་འཚལ་ལོ་ཁྲོ་མོ་མ་གདུལ་བ། བ་མ་ཅི་ནོ་ནི་རྡོ་རྗེ་གདུལ་བ་ལ། ཕྱག་འཚལ་ལོ་ཁྲོ་མོ་པར་ན་ཤ་རི་ལ། ཕྱག་འཚལ་ལོ། དེ་བརྟགས་ལ། སོགས་ཏེ། ཁྲོ་མོའི་ཚོགས། ཚོགས་མ་ཚིག་ལོང་ནོ། མ་ལུས་པ། ཐམས་ཅད་ལ། ཕྱག་འཚལ་ལོ། གཞན་ཡང། སྐུ་གདུང་དང། རིང་བསྲེལ་ལ། སོགས་པ། མཆོད་གནས་བླ་མར་གྱུར་པ་ཐམས་ཅད་ལ་ཕྱག་འཚལ་ལོ། ཚངས་པ་དང་རྒྱལ་མཚན་དང་རྒྱལ་པོ་ཆེན་པོ་བཞི་དང། མཆོག། མཆོག་མ་ཅིན་ལོང་ནི་སྐྱོང་བ་བཅུ་དང། གཙུག་ལག་ཁང་གི་བདག་པོ་ལ་སོགས་ཏེ་ལྷ་མ་ཡིན། ཡིན་མ་ཅིན་ལོང་ནི་བདེ་བསྐྱེད་ཀྱིས། ཀྱེ་མ་ཅི་ནང་ནུས་བསྡུས་པའི་བསྟན་པ་སྲུང་བའི་དམ་ཚིག་བཙན། བཙན་མ་ཅི་ནང་ནི་རྣམས་ལ་ཕྱག་འཚལ་ལོ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་བདག་ལ་དགོངས་སུ་གསོལ། བདག་གིས་དུས་འདི་ནས་བཟུང་སྟེ། བྱང་ཆུབ་ཀྱི་ཀྱེ་མ་ཚིག་ལོང་ནུ། སྙིང་པོ་ལ་ལ་མང་ཚིག་ལོང་ནུ། དུས་ཀྱི་བར་དུ་རྐང་གཉིས། གནམ་གྱི་ཕྱོགས། སངས་རྒྱས་བཅོམ་ལྡན་འདས། རྣམས་ལ་སྐྱབས་སུ་མཆིའོ། འདོད་ཆགས་དང། དགྲ་བླ་རྣམས་ཀྱི་ཕྱོགས། ཆོས་ལ་སྐྱབས་སུ་མཆིའོ། ཚོགས་རྣམས་ཀྱི་མཆོག། དགེ་འདུན་ལ་སྐྱབས་སུ་མཆིའོ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་བདག་ལ་དགོངས་སུ་གསོལ། བདག་བདག་མ་སྲིང་ནོ་ནོ་འཁོར་བ་ཐོག་མ་མེད་པ་ནས་འཁོར་བ་ན་འཁོར་བའི་ཚད་མ་རིག་པས་པད་མ་སྲིང་ལོ་ནོ་བྲིབས་ཏེ། བདག་གི་སངས་རྒྱས་དང་ཡོན་ཏན་ཐམས་ཅད་ཀྱིས་ཀྱི་མ་སྲིང་ལོ་ནོ་མངའ་བདག། ཆོས་ཆོས་མ་སྲིང་ལོ་ནོ་ཐམས་ཅད་ཀྱིས་བདུད་རྩི་དང། དགེ་འདུན་འཕགས་པའི་ཤེས་རབ་ཀྱི་ཉོན་མོངས་པ་པདྨ་འཛིན་ལམ་ནི་རིམ་པར་སྤངས་ཏེ་དཀོན་མཆོག་གསུམ་པོ་དེ་དག་གིས་ཁྱིམ་པ་འཛིན་ལམ་ནི་རང་གཞན་དང་བདག་མམ་འཛིན་ལམ་ནི་ཡོན་ཏན་མ་ཚལ་ནས་དཀོན་མཆོག་གསུམ་ལ་ཕྱོགས་ཤིང་རིམ་གྲོ

གདངས། གིས་དུ་སྩལ་བ་གདངས། གི་པ་ལ། རྗེས་སུ་ཡི་རང་བའི། སྡིག་པ། ཅི་མཆིས། པ། པ་མ་ཅི་རྣམས་ནོ། ཐམས་ཅད། བདག། གདངས། སེམས་ཅན་ཐམས་ཅད།

མདངས། བྱང་ཆུབ་སེམས་དཔའ་ངེས་པའི་ས་ལ་གནས་པ་རྣམས། སད་པ་དང། སློབ་པ་སད་པ་དང། དགེ་འདུན་འདུ་བའི་གོ། འཕྲོག་པ་དང། མཆོད་རྟེན་འཇིག་པར་གྱིས་པ། དང། བདག་གིས་གི་པ་དང། གི་དུ་སྩལ་བ་དང། གི་པ་ལ། ལ་མ་བྱིན་རློབ་ནུ། རྗེས་སུ་ཡི་རང་བའི། བའི་མ་བྱིན་རློབ་ནུ། སྡིག་པ་ཅི་མཆིས་པ། པ་མ་བྱིན་རློབ་ནུ། ཐམས་ཅད་མ་ལུས། པར། བདག་དང་སེམས་ཅན་ཐམས་ཅད་ཀྱི། ཐུལ་བཞིན་གཤེགས་སུ་ཉན་ཐོས་ཀྱི། བསླབ་པ་དང་བྱང་ཆུབ་སེམས་དཔའི་བསླབ་པ། དང་འགལ་བར་གྱིས་པའི་སྡིག་པ་ཅི་མཆིས་པདྨ་འཛིན་ལོ་ནོ་ཐམས་ཅད་མ་ལུས་པར་སོ་སོར་གཤེགས་སོ། མདོར་ན། པདྨ་འཛིན་ལོ་ནོ་མ་མཆིས་པའི་དབང་གིས་སྡིག་པའི་གྲོགས་པའི་དབང་དུ་གུར་པ་དང། ཕྲག་དོག་དང། སེར་སྣ་དང། གཡོ་དང། རྒྱུ་དང། འདོད་ཆགས་དང། ཞེ་སྡང་དང། གཏི་མུག་གི་ཁྱིམ་བྱིན་རླབས་ནི་དབང་དུ་གུར་པ་དང། ལུས་དང། ངག་དང། ཡིད་ཀྱི་སྒོ་ནས་ངེས་པར་སྤྱད་པ་དང། ངེས་པར་སྨྲ་བ་དང། ངེས་པར་བསམ་པ་ལ། སོགས་པའི་སྡིག་པ་ཅི་མཆིས་པ་དང། མི་དགེ

བསྒྱུར་བ་དང། ཐར་པ་དང། དྭངས་མ་རྩི་ལོང་ནུ། ཐོད་རེག་སུ། སུ་མོ་རྩི་ལོང་ནུ། སྐལ་བ་ལ། ལ་མོམ་རྩི་ལོང་ནུ། གྲིབ་སྟེ། ཁམས་གསུམ། ངན་སོང་གསུམ་དུ། འཁོར་བར་འཁྱམས་པར་གྱུར་པའི་སྡིག་པ་ཐམས་ཅད་བདག་གིས་གྱིས་ཅིང། ཤྭ་བ་དང་སྲེད་པ་དང་ཅི་མཆིས་པ། ཅིས་མ་བྱིན་རློབ་ནུས། མཆིས་པ། ཐམས་ཅད་ཐུལ་ཞིང་བཤགས་པས། བདག་དང་གཞན་གྱི་སྡིག་པ་ཅི་མཆིས་པ། ཐམས་ཅད་ཐུལ་ཞིང་བཤགས་སོ། མ་ལུས་པར་པར་མ་ཅིག་ལང་ནུ་དག་ཅིང་བྱང་བར་གྱུར་ཅིག། འཇིག་རྟེན་གྱི་གྱི་མ་ཅིག་ལང་ནུ། ཁམས་ཁམས་མ་མ་ཅིག་ལང་ནུ། ཐམས་ཅད་ན་སེམས་ཅན་དམྱལ་བའི་སྡུག་བསྔལ་བཤགས་པ་དང། བཏུབ་པ་དང། བཙོ་བ་དང། སྐྲག་པ་དང། གྲང་ཞིང་དྲིས་པ་ལ། བླ་མ་ཚེ་ལོང་ནོ། སོགས་པ་ཐམས་ཅད་བསྟན་དུ་རྒྱུན། རྒྱུན་མི་ཚེ་ལོང་ནོ། འཚལ་བར་གྱུར་ཅིག། ཡི་དྭགས། ཀྱི་སྐྱེས་མ་ཕྱིན་ལོང་ནོ། སྡུག་བསྔལ་སྤྲས་ཤིང་སྐོམ་པ་ཐམས་ཅད་གཏན་དུ་རྒྱུན། རྒྱུན་མ་ཕྱིན་ལོང་ནོ། འཚེད་པར་གྱུར་ཅིག། འཇོལ་སོང་གི་སྐྱེས་མ་ཕྱིན་ལོང་ནོ། སྐྱེས་གནས

བྱེ་བྲལ་ལ། བླ་མ་ཚེ་ལོང་ནོར་སོགས་པའི། སྡུག་བསྔལ་ཐམས་ཅད་གཏན་དུ་གྱུར། རྒྱུན་མེད་ཚེ་ལོང་ནོར་ཚལ་པར་གྱུར། ཅིང། མིན་ཡང་མི་གྲགས་པར། པར་མ་ཚེ་ལོང་ནོར། གྱུར་ཅིག། མི་ནད་དང། འཕྱུགས་ནད་དང། འཐབ་རྩོད་དང། མུ་གེ་ལ། སོགས་པའི་གནོད་པ་ཐམས་ཅད་རྒྱུན། ཆད་ཅིང། མིན་ཡང། མི་དྲག་པར་པར་མི་ཚིག་ནོ། གྱུར་ཅིག། ལྷའི། འཇིག་རྟེན། ན། ན་མི་ཚིག་ནོ། འཆི། འཕོ། བ་དང། ལས་དང། ཉོན་མོངས། པས་པས་མི་ཚིག་ནོ། གནོད་པ། ཐམས་ཅད། གཏན་དུ། རྒྱུན། རྒྱུན་མི་ཚིག་ནོ། ཆད་པར། གྱུར་ཅིག། བདག་དང་སེམས་ཅན་ཐམས་ཅད་ཀྱི། ཀྱེ་མ་ཅི་ལ་ནུས་ཚེ་རབས་ཀུན་ཏུ། སངས་རྒྱས་ཀྱི་ཀྱེ་མ་ཅི་ལ་ནུས་ཞིང། ཞིང་མ་མ་ཅི་ལ་ནུས་ཡོངས་སུ་དག་པར་སྤེལ། མོ་ལ་ལ་མ་ཅི་ལ་ནུས། བརྫུས་ཏེ་སྐྱེ་བར་གྱུར་ཅིག། དབང་པོ་ཐམས་ཅད་ཚངས་ཤིང་སྐྱོན། སྐྱོན་མ་བྱིན་རློབ་ནུ། མ་བྱེད་པར་པར་མ་བྱིན་རློབ་ནུ། གྱུར་ཅིག། ངན་སོང་གསུམ་དང། ཡུལ་ཐ་འཁོབ་ཏུ་མི་ཁོམ་པས། པས་མ་བྱིན་རློབ་ནུ། ནད་དང། སྨན་པས། ལུས། ལུས་མ་བྱིན་རློན་ནོ། ཐམས་ཅད། བསྡུ། བསྡུ་མ་བྱིན་རློན་ནོ། ལས། ཀྱི། དབང་གིས། ནམ་ཡང། མི་སྐྱེ། བར། བར་མ་བྱིན་རློན་ནོ། གྱུར་ཅིག། རང་དབང། མ་མཆིས། ཤིང། ཤིང་མོ་ཚེ་ལོང། ཡིད། ཡིད་མོ་ཚེ་ལོང། མི་བདེ་བའི་སྡུག་བསྔལ་དང། ལུས་ལ་གནོད་པའི་སྡུག་བསྔལ་དང། སྡུག་བསྔལ། བཅིངས། བཅིངས་མོ་ཚེ་ལོང། ཕོངས་པའི་སྡུག་བསྔལ། ནམ་དུ། ཡང། ཡང་མི་ཚེ་ལམ་ནོ། མི་མྱོང། བར། བར་མི་ཚེ་ལམ་ནོ། གྱུར་ཅིག། བདག་དང། སེམས་ཅན། ཐམས་ཅད། ཚེ་རབས། ཀུན་ཏུ། ཚེ་རིང། ཕུན་སུམ། ཚོགས་པ། དང། ལོངས་སྤྱོད། ཕུན་སུམ། ཚོགས་པ། དང། འདོད་པ། ཕུན་སུམ། ཚོགས་པ། ཡི། ཡི་མུ་ཚི་ལང་ནུ། བཞིན་དུ། བསྒྲུབ་ཅིང། སྦྱོར་བ། ཕུན་སུམ། ཚོགས་པ། དང། དང་པོ་ཚི་ལང་ནུ། ལྡན་པར། གྱུར་ཅིག། འཇིག་རྟེན། པ་དང། འཇིག་རྟེན། ལས། ལས་མ་ཚིག་ལང་ནུ་བཟླས་པས། བདེ་སྐྱིད་ཕུན་སུམ་ཚོགས་པ་ལྡང། ལྡང་མ་ཚིག་ལང་ནུ་ལྡན་ཞིང། ཚེ། ཚེ་མ་ཚིག་ལང་ནུ་རིང་བ་ལྡང། ལྡང་མ་ཚིག་ལང་ནུ་ནད། ནད་མ་ཚིག་ལང་ནུ་མེད་པར། གྱུར། ཅིག། བདག་དང་སེམས་ཅན་ཐམས་ཅད་ཚེ་རབས་ཀུན་ཏུ་རྒྱལ་བ་བཅུ་ཡི་ལས་ཀྱི་ལམ་ལ་གནས་པར་གྱུར་ཅིག། དཀོན་མཆོག་གསུམ་དང། རྒྱལ་བའི་བཤེས་གཉེན་ཐམས་ཅད་དང་ནམ་ཡང་མི་ཕྲལ་ཞིང། དེ་དག་ལ་བླ་མ་ཟིན། མེ་ཏོག་དང་བདུག་སྤོས་དང། ཞལ་ཟས་དང་ན་བཟའ་དང། བླ་རེ་དང། བ་དན་དང། དུག་དང། གལ་མཚན་དང། རོལ་མོ་ལ། ལ་མི་ཚེ་ལ་ནུ། སོགས་པའི། མཆོད་པའི། ཡོ་བྱད། སྣ་ཚོགས་དང། རིན་པོ་ཆེ་ལ། སོགས་པའི། དཀོར་ཆ་ཐམས་ཅད་ཀྱིས་ཀྱེ་མ་ཅི་ལོག་ནོ། མཆོད་པའི་ཡོ་བྱད་དཔག་ཏུ་མ་མཆིས་པས་པད་མ་ཅི་ལོག་ནོ། རྒྱུན་དུ་མཆོད་པ་གྱིས་པར་གྱུར་ཅིག། བདག་དང་སེམས་ཅན་ཐམས་ཅད་ཚེ་རབས་ཀུན་ཏུ་ཆོས་ཆོས་མ་ཚིག་ལོང་ནོ། སྙན་པ་གདངས་གདངས་མམ་ཚིག་ལོང་ནོ། མི་ཕྲལ་ཏེ། ལས་འཛིན་འཛིན་པ་དང། ཡི་གེར་བྲིས་ཤིང་ཀློག་པ་དང། ཀུན་ཀུན་མ་ཚིག་ལོང་ནོ། འཚུབ་པར།

རྟོགས་པ་བཞིན་དུ་ནན་ཏན་གྱིས་བསྒྲུབ་ཅིང། དཀོན་མཆོག་གསུམ་གྱི་རིགས་རྒྱུད་མི་ཚད་པར་གྱུར་ཅིག། བདག་དང་སེམས་ཅན་ཐམས་ཅད་ཚེ་རབས་དྲན་ནས་མི་སྐྱེ་བ་དབང་མོ་རྩིས་ལོང་ནོ། སྤོང་ཞིང་སྐྱེ་བ་ལ་ལ་མོ་རྩིས་ལོང་ནོ། བརྫུས་པར་གྱུར་ཅིག། བདག་དང་སེམས་ཅན་ཐམས་ཅད་ཚེ་རབས་ཀུན་ཏུ་ཉོན་མོངས་པས་པས་མོ་རྩིས་ལོང་ནོ། ཆུ་བོ

དང། སྡུག་བསྔལ་གྱི། ཁྱི་མ་ཅི་ལ་ནུ། ཉེན་པ་རྣམས། རྣམས་མ་ཅི་ལ་ནུ། དབུགས། དབུགས་མ་ཅི་ལ་ནུ། འབྱིན་པར་བྱེད་པ་དང། ཉོན་མོངས་པའི། པའི་མ་ཅི་ལ་ནུ། གཟིར་བ་རྣམས། རྣམས་མ་ཅི་ལ་ནུ། ཡོངས་སུ་མྱ་ངན་ལས། ལས་མ་ཅི་ལ་ནུ། བདོ་བ། ཤེས་བྱ་ཆགས་པ་མེད་པ་དང། ཐོགས་པ་མེད་པའི་ཡེ་ཤེས་མ་ཐོབ་པ། པདྨ་ཀླ་ཀློ་རྣམས་ཐམས་ཅད་མཁྱེན་པའི་ཡེ་ཤེས། ཐོགས་པ། གྱིས་པ། དང། བྱང་ཆུབ། ཀྱི། ཀྱི་མ་ཅི་ལ་ནོ། སེམས། སེམས་མམ་ཅི་ནི་ལ་ནོ། གདམས་པ། དང། གདམས་མ་ཅི་ནི་ལ་ནོ། མི་ཐལ། ཞིང། ཞིང་མ་ཅི་ནི་ལ་ནོ། བདེན་པར། གྱུར་ཅིག། བདག་དང་སེམས་ཅན་ཐམས་ཅད་ཚེ་རབས་ཀུན་ཏུ། ཚེ་ཚད་མ་ཅི་ལ་ནོར་མེད་དཔའ་བཞི་པོ། བྱམས་པ་དང་སྙིང་རྗེ་དང་དགའ་བ་དང། བཏང་སྙོམས་ལ་བླ་མ་ཙི་ལོ་ནུ་གནས་པ་སྟེ། གཅིག་ལ་གཅིག་གཅིག་མ་ཙི་ལོ་ནུ་གནོད་པ་མི་ཁེགས་པ་དང། ཕན་པ་འགྲུབ་པར་གྱུར་ཅིག། བདག་དང་སེམས་ཅན་ཐམས་ཅད་ཚེ་རབས་ཀུན་ཏུ་བསྡུས་བའི་དངོས་པོ་བཞི་པོ་སྦྱིན་པ་དང། བསྙེན་པར་སྨྲ་བ་དང། དོན། དོན་མ་བྱིན་རློམ་ནི། སྤྱོད་པ་དང། དོན། དོན་མམ་བྱིན་རློམ་ནི། མཐུན་པའི་སེམས་ཅན།

དང། ལྷའི། མིག་དང། རྣ་བ། དང། ཕ་རོལ། གྱི། སེམས། སེམས་མ་བྱིན་རློབ་ནས། ཤེས་ཤིང། སེམས་ཀྱི། རྣམ་གྲངས། ཤེས་པ། དང། སྔོན་གྱི། གནས། གནས་མ་བྱིན་རློབ་ནས། རྗེས་སུ་དྲན་པ་དང་རྫུ་འཕྲུལ་གྱིས་ཁྱིམ་མ་ཅི་ལོག་ནུ། བྱ་བ་བྱེད་བྱེད་མ་ཅི་ལོག་ནི། ཤེས་པ་དང་སོ་སོ་ཡང་ཡང་མ་ཅི་ལོག་ནི། དག་པར་རིག་པ་བཞི་པོ།

ངེས་པའི་ཚིག། ཚིག་མ་ཟིན་ལོང་ནི་སོ་སོ། དབྱངས། དབྱངས་མ་ཟིན་ལོང་ནི་དག་པར། རིག་པ། གདངས། སྤོབས་པ། སོ་སོ། དབྱངས། དབྱངས་མ་ཟིན་ལོང་ནི། དག་པར། རིག་པ། གདངས། ལྡན་ཏེ། སེམས་ཅན། གྱི། གྱིས་མ་ཟིན་ལོང་ནི། བསམ་པ། རྟོགས་ནས། མོས་པ། བརྫི། བརྫི་མ་བྱིན་ལོང་ནས། ལྟ་བ། བཞིན་དུ། ཆོས་འཕྲུལ། སྣ་ཚོགས། ཀྱིས། ཀྱིས་མ་བྱིན་ལོང་ནས། གདུལ། ཞིང། ཁྱད་པར། ཆོས། ཆོས་མ་བྱིན་ལོང་ནས། སྟོན་ཏེ། ཐེག་པ། ཆེན་པོ། ལ། བླ་མ་ཚེ་ལོང་ནོ། བརྗོད་པར་གྱུར་ཅིག། བདག་དང། སེམས་ཅན། ཐམས་ཅད། ཚེ་རབས། ཀུན་ཏུ། དབང། དབང་མོ་ཚེ་ལོང་ནོ། བཅུ་པོ། ཚེ་རབས། ལ། བླ་མ་ཚེ་ལོང་ནོ། དབང་བ། དང། སེམས་ལ། དབང་བ། དང། ཡོ་བྱད། ལ། དབང་བ་དང། ལས་ལ་དབང་བ་དང། སྐལ་བ་ལ་ལ་མ་ཚིག་ལོག་ནས་དབང་བ་དང། མོས་པ་ལ་ལ་མ་ཚིག་ལོག་ནས་དབང་བ་དང། ཆོས་ལ་དབང་བ་དང། སྨོན་ལམ་ལ་ལམ་བྱིན་རློག་ནས་དབང་བ་དང། རྫུ་འཕྲུལ་ལ་ལམ་བྱིན་རློག་ནས་དབང་བ་དང། ཡེ་ཤེས་ལ་ལམ་བྱིན་རློག་ནས་དབང་བ་དང། ལྡན་ཏེ། འདོད་རྒུ་ལ་ལམ་བྱིན་རློག་ནས་དབང་བྱེད་ཅིང། བྱང་ཆུབ་སེམས་དཔའི་སྤྱོད་པ། བླ་པོ། ཚེ་དང། ལྡན་ཏེ། བདག་དང། གཞན་གྱི། དོན། དོན་མ་ཅིན་ལོག་ནས། ཕུན་སུམ། ཚོགས་པ། དང། ཐམས་ཅད། ལ། ལ་མ་ཅིན་ལོག་ནོ། སྤྱོད་ཅིང། ཡོངས་སུ། རྫོགས་པར། གྱུར་ཅིག། སངས་རྒྱས། ཀྱི། ཀྱི་མུ་ཙི་ལོང་ནོ། ཞིང། ཞིང་མ་མུ་ཙི་ལོང་ནོ། རྟོགས་པར། གྱིས་པར། གྱུར་ཅིག། སེམས་ཅན། ཡོངས་སུ། སྨིན་པར། གྱིས་པ། དང། རྣམ་པར། སྒྲོལ་བར། གྱིས་པར། གྱུར་ཅིག། བདག་དང། གཞན་གྱི། དོན་དུ། ཕ་རོལ། ཏུ། གཏུམ་མོ་བཙན་རླུང་ནི་མཆིན་པ་བཅུ་པོ། འཇིམ་པ་དང། ཆུ་སྤྲིན་དང། བཟོད་པ་དང། བརྩོན་འགྲུས་དང། བསམ་གཏན་དང། ཤེས་རབ་དང། ཐབས་དང། སྟོབས་དང། སྨོན་ལམ་དང། ཡེ་ཤེས། ཀྱི་སྐྱེད་མ་ཚིག་ལོང་ནུ་ཕ་རོལ་ཏུ་གཏུམ་མོའམ་ཚིག་ལོང་ནུ་ཕྱིན་པ། ཡོངས་སུ་རྫོགས་པར་གྱིས་པར་གྱུར་ཅིག། བྱང་ཆུབ་སེམས་དཔའ་ས་བཅུ་མྱུར་དུ་ཡོངས་སུ་རྫོགས་པར་གྱུར་ཅིག། དེ་བཞིན་གཤེགས་པས་སྟོབས་བཅུ་དང། མི་འཇིགས་པ། པདྨ་འཛིན་ལོངས་ནི་བཞི་དང། སངས་རྒྱས་ཀྱི་ཀྱི་འམ་འཛིན་ལོངས་ནི་ཆོས་ཆོས་འམ་འཛིན་ལོངས་ནི་མ་འདྲེས་པ་པདྨ་འམ་འཛིན་ལོངས་ནི་བཅོ་བརྒྱད་དང། ཐུགས་རྗེ་ཆེན་པོ་དང། ཤིན་ཏུ་དག་པ་བཞི་ལ་སོགས་པ། ཡོན་ཏན་གྱི་ཁྱིམ་མ་ཚེ་ལོང་ནོ། ཚོགས་ཚོགས་མམ་ཚེ་ལོང་ནོ། བསམ་གྱིས་མི་ཁྱབ་པ་དང་ལྡན་པའི་སངས་རྒྱས་ཀྱི་སྐྱེད་མ་ཚེ་ལོང་ནོ། ས། མྱུར་དུ་ཐོབ་ཅིང་སེམས་ཅན། གྱིས། ཁྱེད་མ་ཚེ་གླང་ནུ་དོན་དུ་འཇིག་རྟེན་གྱི། ཁྱེད་མ་ཚེ་གླང་ནུ་ཁམས། ཆོས་ཀྱི་དབྱིངས་ཀྱི་མཐའ་ཀླས་པ། ནམ་མཁའི་མཐའ་གཏུགས་པ། ཕྱི་མའི་མཐར་གཏུགས་པས། པདྨ་འཆི་ལོང་ནུབ་བར་དུ། སེམས་ཅན་གྱི། ཁྱི་མོ་འཆི་ལོང་ནུབ། དོན། དོན་རྣམ་པར་འཆི་ལོང་ནུབ། ཅེས་པ། ལ། བླ་མ་འཆི་ལོང་ནུབ། མཐུ་དང་ལྡན་པར་གྱུར་ཅིག། བདག་ནི། ནམ་འཆི་བར། བར་མ་འཆི་ལོང་ནུབ། གྱུར་པའི། དུས་དུས་མ་འཛིན་ལུང་བཟླས་ན་སངས་རྒྱས་བཅོམ་ལྡན་འདས་མ་འཛིན་ལུང་བཟླས་དག་གི། ཆག་ཆག་མ་འཛིན་ལུང་གཡས་པ་གསེར་གྱི་ཁ་དོག་ཅན། བདག་གི་སྤྱི་བོར་བཞག་ནས་ལུང། ལུང་མ་འཛིན་ལུང་སྟོན་པར་གྱུར་ཅིག། ཅི་ནས། བདག། བདག་མ་ཚིམ་ལོང་ནུ། དངོས་པོ། ཐམས། ཅད། ལ། མི། རྟག། པས། པས་མ་ཚིམ་ལོང་ནུ། རྒྱན། རྒྱན་མམ་ཚིམ་ལོང་ནུ། ཐོགས། པ། མ། ཚིག། པས། ཤེས། རབ། ཀྱིས། ཀྱིས་མ་ཚིམ་ལོང་ནུ། ཕ། རོལ། ཏུ། ཏུ་མམ་ཚིམ་ལོང་ནུ། ཕྱིན། པ། ཡོངས། སུ། གོམས། པའི། སེམས། དང། ཚོར་བ་ཐམས་ཅད་རྒུན། རྒུན་འམ་བྱིན་རློག་ནུས། ཚད་པས་སེམས་ཀྱི་འཚེ་བའི་དུས། དུས་མ་བྱིན་རློག་ནུས་གྱིས་པར་གྱུར་ཅིག། དད་པ་གྲངས། གྲངས་མ་བྱིན་རློག་ནུས་མ་ཚད་པ་དང། རིམ་གྲོ་གུས་པས། གྱིས་པ། གྲངས། གྲངས་མ་ཚིག་ལ་ནུ། མ་ཚད། པ་དང། དགའ་བ། དང། མོས་པ། གྲངས། གྲངས་མ་ཚིག་ལ་ནུ། མ་ཚད། པ་དང། སངས་རྒྱས། དེ་དག། ལ། ལ་མ་ཚིག་ལ་ནུ། ལྟ་ཞིང། རྟོག་ལ། ཀུན་ཏུ། སྨྲ་ཞིང། ཡང་ཡང་མ་ཚིག་ལང་ནུ། དག་པར་སྨྲ་བ་བཞིན་དུ། འཚིག་པའི་དུས་དུས་མ་ཚིག་ལང་ནུ། གྱིས་པར་གྱུར་ཅིག། མཆོད་པ་ཡིད་དུ་འོང་བས། དེ་བཞིན་གཤེགས་པ་དེ་དག་ལ་ལ་མ་ཚིག་ལང་ནུ། མཆོད་ཅིང་མེ་ཏོག་དང། སྤོས་དང། ཕྲེང་བ་དང། བྱུག་པ་དང། ཕྱེ་མ་དང། ན་བཟའ་དང། དུག་དང། གལ་མཚན་དང། བ་དན། དཔག་ཏུ་མ་མཆིས་པ། པདྨ་འཛིན་ཀློང་ནས། རྣམས་ཀྱིས་དེ་བཞིན་གཤེགས་པ་དེ་དག་ལ་བླ་མ་ཚེ་ལོ་ནུ་མཆོད་ཅིང། ལྟ་བ་རྟོགས་པ་བཞིན་དུ་བདག་གིས་ཀྱང་བསྐྱངས་པ་ཚེ་ལོ་ནུ་རྒྱལ་བའི་རྩ་བ་ཐམས་ཅད་བླ་ན་མེད་པ་ཡང་ཡང་མ་ཚེ་ལོ་ནས་དག་པར་རྫོགས་པའི་བྱང་ཆུབ་ཏུ་བཏུལ་མ་ཚེ་ལོ་ནས་ཡོངས་སུ་བསྔོ་བར

པ་དང། དགོངས་ན། མ་བྱས། པ་དང། མཉམ་པ། མ་ཚད། པ་དང། མི་མཉམ། པ་དང། མཉམ་པ། དང། མཚུངས་པ། མ་ཚད། པ་དང། སྣང་བ། མ་ཚད། པ། དང། བདག་ཉིད། ཆེན་པོ། དང། བླ་མ།

ཀ། ཀ་མང་ཚིག་ལང་ནོ་ཙལ་པ། ཡོངས་སུ་བསྔོ་བས། ཡོངས་སུ་བསྔོ། ཅི་ལྟར། བདག་གིས་ཡོངས་སུ་བསྔོ་བ་དེ་བཞིན་དུ། འཇིག་རྟེན་གྱི་གྱི་མང་ཚིག་ལང་ནི་ཁམས་ཁམས་མང་ཚིག་ལང་ནི། རབ་འབྱམས་མ་ལུས

ངོ་བོ། དགེ་བའི་རྩ་བ་འདི་དག་ལ་བླ་མ་སྲིད་ལ་ནོ། ཤེས་ཀྱི་འཛིན་པར་འདོད་པ་དེ་དག་གིས་ཀྱང་རྗེས་སུ་ཡི་རང་ངོ། ཞེས་བཤད་མ་ཚིག་ལོང་ནོ། བཅོས་པར་བྱའོ། དཀོན་མཆོག་གསུམ་ལ་ཆགས་ཆགས་མ་ཚིག་ལོང་ནོ། འཚལ་ཞིང་སྡིག་པ་བཤགས་པ་དང། སྨོན་ལམ་གདབ་པས་རྡོ་རྡོ་མ་ཚིག་ལོང་ནོ། རྫུའོ། རྗེས་རྗེས་མ་ཚིག་ལོང་ནོ།